ཕྱི་ཟླ་དྲུག་པའི་གི་ཚེས་བཅུ་གཉིས་ཉིན་གྱི་སྔ་དྲོ་ཆུ་ཚོད་བདུན་དང་སྐར་མ་བཞི་བཅུ་ཞེ་ལྔའི་ཐོག་ལ་ད་གཡུ་འབྲུག་བོན་གྱི་སྟོན་པའི་སྲོག་ཤིང་སྐྱབས་ཆེན་ཡོངས་འཛིན་བསྟན་འཛིན་རྣམ་དག་རིན་པོ་ཆེ་མཆོག་ད་གུང་གྲངས་བརྒྱ་དང་གཅིག་གི་ཐོག་ལ་བོད་ཡུལ་དུ་དགོངས་པ་རྫོགས་པའི་ནུས་ཚོད་དུ་ཐོན་ཡོད་རེད། ཨ་རིན་པོ་ཆེ་ཡིན་ན། གློ་བུར་དུ་དུས་དགོངས་པ་རྫོགས་པ་ཞིག་དེ་འདྲའི་ཆགས་ཀྱི་མི་འདུག་གང་ཡིན་ཟེར་ན་སྤྱི་ཟླ་བཞི་པ་ཀྱི་ཚེས་ཉིན་རྩེ་དྲུག་ཙམ་ནས་ད་ཉུང་ཞིག་ཏུ་ཞལ་བཅད་ཨ་ནི་སྨན་པོ་བསྟེན་གཏུགས་བྱས་ཡ་ཡིན་ན་རེད་ད་ག་ན་བཞིན་སྨན་བཅོས་དུ་ཆེད་གནང་འདུག་དེ་ཨ་གོང་ལོའི་བབ་ཀྱི་དང་བསྟུན་བྱས་ཨ་ནི་ཕན་ཐོགས་མ་བྱུང་བར་ཨ་ནི་བལ་ཡུལ་དུ་ད་ད་ད་ཁོང་རང་ཉིད་ཀྱིས་བཏབ་པའི་ད་དབོན་པའི་གནས་བྱེ་མ་རི་ཁྲོད་དུ་དུས་དགོངས་པ་རྫོགས་པ་ཞིག་ཆགས་འདུག། ད་རིན་པོ་ཆེ་ཁོང་གིས་ད་ལུག་རྒྱུད་དང་ད་མཛེས་བྱེད་ཡིན་ན་ད་དངོས་གནས་དཔེ་མང་པོ་ཆེ་རེད་བཞག་ད་ཡིན་པ་ཡིན་ན་ད་རེས་ང་ཚོ་དེ་ལ་ནི། མཛེས་བྱེད་དང་ལུག་རྒྱུད་མདོ་སྟོད་ཅིག་ཞུས་པ་ཡིན་ན་ད་རིན་པོ་ཆེ་ཡིན་ན་ད་འཁྲུངས་ས་དེ་ཡིན་ན། ཞང་ཞུ། གོ་བའི་ས་གནས་དང་ད་ཁམས་གཉིས་ལབ་ཡག་གི་ཡུལ་དུ་དུ་སུ་འཁྲུངས་བཞག་ཨ་ནི་ཡབ། བགྲེས་པོ་པ་སངས་དང་ཡུམ། དོང་ས་སྒང་ཆུང་གཉིས་ཀྱི་ནི་སྲས་སུ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ནི་ཉི་ཤུ་རྩ་དྲུག་ལོ་ལ་འཁྲུངས་པ་ཞིག་ཆགས་ཀྱི་འདུག།

དུས་ཚོད་འདོང་ཡ་ཅིག་དང་དེ་འདྲི་ཅིག་ང་ཚོ་ཅིག་ད་ག་བསམ་ན་འཁོར་བ་ཡིན་ན་འཁོར་མ་ཐག་པའི་གནས་སྟངས་དེ་འདྲི་ཅིག་གཏམ་ཚད་པ་ཁྲི་ལས་བསམ་ཚོད་མི་ཁྱབ་པ་ཅང་བཞག་པ་ཅིག་ད་ནས་དེ་འདྲི་ཆགས་བསྡད་ཡོད་རེད་ད་ག་ནང་བཞིན་ལྷས་ད་རིན་པོ་ཆེ་ལྷས་དེ་བརྩམས་ད་མ་སྲིད་པའི་ལྷས་ཅིག་ང་ཚོ་ཅིག་ད་ཆོས་ལུགས་ཕན་ཚུན་ཡིན་ན་ཅིག་རིན་པོ་ཆེ་ལྷས་གུས་བཀུར་དང་དྭང་བླངས་དང། བརྩི་འཇོག་དང་ནམ་རྒྱུན་དུ་ཅིག་བཀའ་སློབ་ལམ་སྟོན་དངོས་གནས་ཁ་ཡིག་སྙིང་མིག་གི་ཐོག་ལ་ཡ་གནང་བསྡད་མཁན་ཅིག་ད་ནས་དགོངས་པ་ཟབ་མོ་བྱས་ཏེ་ལྷན་ཅིག་ཕྱག་བསྟན་གྱི་ཡོ་རེ་ལ། དེ་ཙམ་དུ་མི་སྲིད་པའི་ཞེས་ཇི་ལྟར་འཛམ་བུ་གླིང་འགྲོ་བ་སྤྱི་རེ་ཁྱད་པར་དུ་ཡང་བུ་མི་རེ་རེ་ཡང་དགོངས་ཅན་དུ་ཡང་གཡུང་དྲུང་བོང་གེ་ལྟར་ཐོགས་ལ་ཡང་ཅིག་ད་ལན་དབུ་ནན་རིན་པོ་ཆེའི་དགོངས་པ་རྫོགས་པ་དེ། ང་སོགས་གོ་ཆ་ཆེན་པོ་ཅིག་བྱུང་བ་བཅས་ལ་ངོས་འཛིན་ཞུ་དགོས་ཡ་ཅིག་ཕྱག་བསྟན་གྱི་ཡོ་རེ། ཕྱིས་སུ་ད་གོ་རིན་པོ་ཆེ་ཁོང་ཡིན་ན་དབྱིན་ཡུལ་དུ་ཕེབས་ནས་ད་ལོ་གསུམ་བར་དུ་ད་གྷར་སར་དབྱིན་ཡིག་ད་སློབ་གཉེར་གནང་ཡ་དང་ད་ག་ནང་བཞིན་གྱི་དབྱིན་ཇིག་གི་རྒྱལ་སར་ལན་དོན་མཐོ་སློབ་དུ་ད་བོད་ཀྱི་རྒྱལ་རབས་ལོ་རྒྱུས་ཤེས་ཁྲིད་གནང་ཡ་དེ་འབྲེལ་གྱི་མཛད་རྗེས་ཡང་བསྐྱངས་བཞག་ད་ག་ནང་བཞིན་གྱི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞིའི་ལོར་ལ་ད། དབྱིན་ལན་ནས་ཚུར་ད་རྒྱ་གར་དུ་ཚུར་ཕེབས་རྗེས་ཨ་ནི་ད་ད་དོལ་པོའི་ཕྱོགས་ནས་ད་བོན་གྱི་དཔེ་ཆ་མང་པོ་ཅིག་ད་དཔར་བསྐྲུན་ཞུས་རྗེས་འཛམ་གླིང་གི་ད་ཤབ་ནུ་གང་ཟེར་གྱི་རྒྱལ་ཁབ་ཀྱི་ད་དཔེ་མཛོད་ནང་ལོག་ལ་དུ་འགྲེམས་སྤེལ་བྱེད་ཡག་བྱས། དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེབ་བདུན་ལོ་ལ་ཡང་ཧི་མཱ་ཅལ་གྱི་མངའ་སྡེ་གྱི་ད་ད་ང་ཚོ་འདོ་ལན་ཅི་ཞིག་གི་ས་ཆ་དེ་ལ་ད་ད་བོན་གཞིས་མཐོ་རྒྱལ་དུ་ས་གསར་པ་དུ་ཕྱག་བཏབ་ཡག་བྱས།

ཆེད་དུ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་ཏུ་མཇལ་ཁ་ཞུ་ཡག་ཏུ་ཕེབས་གནང་འདུག་ད་དེ་སྐབས་དེ་ལ་རིན་པོ་ཆེ་ཁོང་ཡིན་པ་ཡིན་ན་ད་ད་ལྟའི་དགུང་ལོའི་བབ་དང་བསྟུན་ནས་ཏུ་བཅར་མ་ཐུབ་དུས་སྐུ་ཚབ་ཚོགས་ཆུང་ཞིག་ཏུ་བརྒྱུད་ནས་ད་གོང་ས་མཆོག་ལ་ག་རེ་ཞུས་འདུག་ཞུས་འོན་ན་ད་རིན་པོ་ཆེ་མཆོག་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་ལ་ནི་གོང་ས་མཆོག་དང་ནི་ཏུ་ཐོག་མར་གྱི་མཇལ་འཕྲད་དེ་བྱས་པ་ནས་བཟུང་རྗེས་ནི་རིན་པོ་ཆེ་ཁོང་གིས་ད་གོང་བུ་གོང་ས་མཆོག་གི་ད་བཀའ་དགོངས་ནམ་རྒྱུན་ཤར་བསྐྱོད་དུ་བྱེད་ཀྱི་ཡོད། ཨ་གཡུ་འབྲུག་བོན་གྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གང་ལེགས་ཀྱིས་འདི་འདྲས་གནང་ཡོད། ད་ཡོང་རྒྱུའི་གི་ཕྱི་ལོ་ཉིས་སྟོང་ཉིས་བརྩེགས་ལྔའི་ལོ་གི་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགུང་གྲངས་དགུ་བཅུ་ལ་ཨ་ནི་ཕེབས་ཀྱི་ཡོད་པ་ཕེབས་ཀྱི་ཡོད་རེད། ད་ག་ནང་ཞིག་གི་ཨ་ནི་རིན་པོ་ཆེ་ཁོང་ཡིན་ཡང་ཨ་ནི་དགུང་ལོ་བརྒྱ་དུ་སུ་ཕེབས་ཀྱི་ཡོད་པར་བརྟེན་ཅིང་ཨ་ནི་མགོན་པོ་མཆོག་ཨ་ནི་སྐུ་ཚེ་ཡུན་རིང་དེ་ཡང་ཆེད་དུ་མ་འདྲེན། སྐུ་གཟུགས་ཐུགས་རྟེན་དང་ད་ག་ནས་ཀྱི་ཐུགས་སྨོན་ཤིས་ཚིག་ཕུལ་བ་དང་ཆབས་ཅིག་ཅན་མགོན་པོ་མཆོག་གིས་ནི་ཐུགས་སྨོན་སྐྱབས་འཇུག་ཏུ་གནང་སྐྱོང་ཡོང་བའི་ཆེད་དུ་ཨ་འདུ་སའི་སྐུ་ཚབ་ཕྱོགས་མཚུངས་ཀྱི་ཏུ་བཅར་ཡོད་ད་རེས་ཏུ་འོ་དེ་འདྲའི་ཆེད་གསུང་གནང་ཤག། ཡང་སྐབས་དུས་དུས་གོང་ས་མཆོག་གིས་ད་རིན་པོ་ཆེ་གིས་ཁོང་གི་རྒྱ་དོན་བརྟན་བཞུགས་དང་བསྟུན་ནས་ཡང་བཀའ་ཡིག་ཅིག་དེ་འདྲའི་བསྩལ་གནང་ཤག་བཀའ་ཡིག་དེའི་ནང་ལོགས་ལ་ཞུ་བས་ན་ད་མགོན་པོ་མཆོག་ནས་མགོན་པོ་གང་ཉིད་མཆོག་ད་ག་ལ་རེ། མཆོག་གིས་ད་ཆོས་གྲོགས་དང་སློབ་དཔོན་བསྟན་འཛིན་རྣམ་དག་རིན་པོ་ཆེ་མཆོག་དེ་ཡང་གུང་གྲགས་རྒྱ་ཐམ་པ་དུ་སུ་ཕེབས་ཀྱི་ཡོད་རེད། རྒྱ་སྟོན་གྲ་སྒྲིག་གནང་བ་དེ་ལ་ཡིད་རང་བསྔགས་བརྗོད་དང་མཛའ་བརྩེའི་འཚམས་འདྲི་བཅས་དེ་འདྲས་ཡོད། རིན་པོ་ཆེ་ཁོང་ལྟ་བུར་ཆ་མཚོན་པ་ཡིན་ན་ད་གོང་ས་མཆོག་གིས་ད་ངོ་ཤེས་རྙིང་པ་ཞིག་དང་ཐུགས་འདྲིས་ཆེན་པོ་ཡོད་མཁན་ཞིག་ཡིན། ད་ག་ན་བཞིན་བོད་ཀྱི་བསྟན་པ་འཛིན་ཡ་དང་བཅས་པའི་ཐོག་ནས་ཡང་མཛད་རྗེས་ཆེན་པོ་དུ་བཞག་གནང་ཡོད་རེད། དེ་གསུངས་ཙང་མཛད་རྗེས་འདི་སྐད་ཀྱི་ཐོག་ལ་ད། རྗེས་འཇུག་པ་རྣམས་ནས་ད་མཇུག་སྐྱོང་བྱ་ཡ་དེ་གལ་ཆེན་པོ་རེད་ཅེས་ཨང་ཀི་བསླབ་འདུག་ཟེར་བོད་གནང་ཡོད་རེད། ཡང་ད་ག་ནང་ཞིག་གི་ནི་སྐབས་དེ་དུས་ཡང་རིན་པོ་ཆེ་གི་རྒྱ་སྟོན་དང་འབྲེལ་ནས་ད་ཆོས་ལུགས་ཁག་གི་བླ་ཆེན་ཁག་གིས་ཀྱང་དུ་གསུང་འཕྲིན་ཞིག་དུ་སྩལ་གནང་ཡོད་རེད་ལ་དཔེ་བཞག་ཡོད་ན་ད་སྐབས་དེ་དུས་ཀྱི་སྨན་རི་ཁྲི་བཙན་རིན་པོ་ཆེ་མཆོག་དང་ས་སྐྱ་གོང་མ་རིན་པོ་ཆེ་མཆོག་ད་ག་ནང་ཞིག་ག་འདན་ཁྲི་རིན་པོ་ཆེ་བློ་བཟང་རྡོ་རྗེ་རིན་པོ་ཆེ་མཆོག་དེ་བཞིན་ད་སི་ཏུ་རིན་པོ་ཆེ་མཆོག་དང་ཨ་ནི་ཇོ་ནང་རྒྱལ་ཚབ་མཆོག་ཨ་ནི་ཞི་ཅན་རམ་རྒྱལ་བ་རིན་པོ་ཆེ་མཆོག་བཅས་ནས་ད་གསུང་བྲིས་ཞིག་ཏུ་བསྩལ་གནང་ཡོད་རེད།